ཞི་བདེའི་རྒྱ་སྟོང་ཕུར་པ་རྡོ་རྗེ་ལགས། དཔལ་ལྡན་ཚོགས་གཙོ་མཆོག་ཕྱུགས་རིགས་ལས་ཁང་གི་སྔོན་རྩིས་ཐོག་སྤྱི་ཡོངས་ཀྱི་བགྲོ་གླེང་ཐོག་ལ་ཆ་ཤས་ལེན་གྱི་ཡོད། ནས་ཕྱུགས་རིགས་ལས་ཁང་གི་སྔོན་རྩིས་ཀྱི་རྩིས་ཤོག་སྒང་མ་བཏགས་ཡོང་དུས་རྩམ་པ་ནས་བླ་ཆེན་རྣམ་པ་དང་ལས་གཟིར་རྣམ་པ་ལ་མཁན་ལས་གཟིར་རྣམ་པ་ལ་མཚན་ཐོ་ཕུལ་ཡག་དང་དྲ་ཚིགས་རྣམ་པ་ལ་དེ་ནས་ཕབ་ཡོང་བུ་ཡ་དང་ཆུ་རྒྱག་བུ་ཡ་དེ་ག་ནང་བཞིན་གྱི་དགོན་པ་ཉམས་གསོ་བྱེད་ཡ་དང་ནི་གསར་རྒྱག་བྱེད་ཡ་དེ་ཚོ་སྔོན་མ་ནང་བཞིན་དེ་ནང་ལ་འདུག་དེ་ལ་ནི་མུ་མཐུད་ནས་ཡོད་བ་དེ་ལ་ནི་རྗེས་སུ་ཡི་རང་དང་བསྔགས་བརྗོད་བཞེས་ཡ་ཡིན། ནི་དེ་དང་འཁྲུགས་ནས་ད་གནས་སྟངས་གཅིག་བཞེས་ཡ་འདོད་པ་བྱུང། གནས་སྟངས་དེ་ག་རེ་ཡིན་ཟེར་བ་ཡིན་ན་དེ་སྔོན་ནི་གནས་ཆུང་སྐུ་རྟེན་གྱི་ང་རང་ཚོ་དཔལ་ལྡན་ཆོས་རིག་བཀའ་བློན་ལ། གསེར་གྱི་ཚིག་གོ་སྤྲད་རེས་ཟེར་ཡག་གི། འདྲ་པར་གྱིས། དྲ་རྒྱའི་བརྒྱུད་ལམ་ནང་ལ། མཐོང་སོང། རྩ་བའི་སོ་སོའི་འདྲ་བོ་ཡིན་ན་ཐོག་མར་མཐོང་ཡོང་དུས། གསེར་གྱི་ཚིག་གོ་གྱིས་སྤྲད་པ་ཡིན་ན་ཡང། ནི། བརྒྱུད་ལམ་གྱི་ནང་ལོགས་ལ། མ་མཐོང་ན་བསམ་ཡག་གི་དེ་འདྲའི་གི་བསམ་བློ་འཁོར་བྱུང། ཡིན་ན་ཡང་ད། གང་ལྟར། ང་རང་ཚོའི་སྤྱི་ཚོགས་ནང་ལོགས་ལ། མཐོང་བྱས་ནས་མང་པོ་ཞིག་གི་སྟེས་གང་ལ། གྱིས་དོང་ན་སླེ་ཡོད་རེད་ད། ནི་ལབ་གླེང་ཡང་མང་པོ་ཞིག། བྱུང་འདུག་བསམ་གི་འདུག། ཨ་ནི་ད་སྤྱིར་བཏང་ང་རང་ཚོ་ལྷ་དང་སྲུང་མ་ཟེར་ཡ་དེ། ང་རང་ཚོ་བོད་ཀྱི་རིག་གཞུང་གི་ནང་ལོགས་ལ་ཨ་ནི་ཆ་ཤས་ཆེན་པོ་ག་ལ་གང་ཚོད་ཆེན་པོ་ཆགས་བསྡད་ཡོད་རེད། མི་རབས་མི་རབས་མང་པོ་ལ་ཨ་ནི་ང་རང་ཚོ་བོད་མི་རིགས་ཀྱི་འདུ་ཤེས་དང་ཨ་ནི་བག་ཆགས་ཀྱི་ནང་ལོགས་ལ་ཡིད་ཆེས་དང་དད་མོས་བྱེད་ས་ཡོད་ཀྱི་ཆགས་བསྡད་ཡོད་རེད། སོ་སོ་འདས་ལངས་ཏེ་ཡོད་པའི་གི་གང་ཟག་ལ་ཆ་མཚོན་པ་ཡིན་ན་ཡང། ནི་ང་རང་ཚོ་གི་ཐུན་མོང་མ་ཡིན་པའི་གི་རིག་གཞུང་དེ་ལ། གི་རྩི་དང། ནི་ང་རང་ཚོ་བོད་གི་རིག་གཞུང་གི་ནང་ལོགས་ནས་ཆ་ཤས་གལ་ཆེན་པོ་ཅིག་ཡིན་པ་དེ་ལ་ངོས་འཛིན་བཞག་གི་ཡོད། ཡིན་ན་ཡང་ད་ང་རང་ཚོ་བཙན་བྱོལ་སྤྱི་ཚོགས་ཀྱི། ནི་ཆབ་སྲིད་དེ་ཧ་ཅང་གི་འཁྲུག་ཆ་དོད་པོ་ཡིན་ཡག་གི་དུས་སྐབས་དེ་ལ། བཙན་རྒྱོགས་ཀྱི་ཆབ་སྲིད་ནང་ལོགས་ལ་འཛེར་ནས་དང། རྦད་དེ་ཕྱོགས་སུ་ལྷུང་ནས་ད་ནི་གསེར་གྱི་ཚིག་གོ་བཀྲལ་ཡ་འདྲ་བོ་དང། གང་ལྟར་འདྲ་མི་འདྲ་བྱས་ཏེ་དེ་ཚོ་ཆ་ཚང་ཏག་ཏག་བསྡད་མི་འདུག་བསམ་གྱི་འདུག། དེས་གི་ང་རང་ཚོ་སྤྱི་པའི་རྩ་དོན་འཐབ་རྩོད་ཀྱི་ཐད་ལ་ཧ་ཅང་གི་དོ་ཕོག་ཆེན་པོ་འགྲོ་གི་འདུག་བསམ་གྱི་འདུག། ལྷག་པར་དུ་གནང་ལུགས་གནང་སྟངས་དེ་གི་རྐྱེན་བཟོ་ནས་ད་ང་རང་ཚོ་གི་གཞོན་སྐྱེས་ནི་དེང་དུས་ཀྱི་ཤེས་ཡོན་ཡོད་མཁན་མང་པོ་ཞིག་གི་བསམ་བློ་ལ། ཨ་ནི་ང་རང་ཚོ་ཕ་མེས་ཡང་མེས་ནས་རྒྱུད་ནས་ཡོང་བའི་གི་ཐུན་མོང་མ་ཡིན་པའི་རིག་གཞུང་དེ་ལ། ཨ་ནི་གཞན་པ་ལོ་ཡ་དང། ཨ་ནི། ལྟ་སྟངས། བསྡུར་འགྲོ་ཡ་གི། ཉེན་ཁ་བཟོ་གི་འདུག་འདུག་ད་ཟེར་ནས་དེ་འདྲས་ཀྱི་བཞག་གི་འདུག་པ་བྱུང། ཨ་ནི་སྤྱིར་བཏང། ད་གསེར་གི་ཚིག་གོ་ཡིན་ན་རེད་དངུལ་གི་ཚིག་གོ་ཡིན་ན་རེད་ཟངས་ཀྱི་ཚིག་གོ་ཡིན་ན་རེད་ལྕགས་ཀྱི་ཚིག་གོ་ཡིན་ན་རེད་གང་ལྟར། དེང་དུས་གི་ད་ཀྱི་གཞོན་སྐྱེས་མང་པོ་ཞིག་གི་བསམ་བློ་ལ། ནི་མང་ཆེ་བ་ང་རོ་ཙོ། ཚི་གོ་སྤྲད་ཡ་སྟེ། ནི་ན་གཞོང་ཕོ་མོ་དཔའ་ལོ་ལ། གཉེན་རྟགས་བརྒྱབ་སྟེ་ཚི་གོ་སྤྲད་ཡ་དང། ནི་ཆང་ས་བརྒྱབ་སྟེ་གི་ཚི་གོ་སྤྲད་ཡ་གི་ལམ་དང་ལུགས་སོགས་བཞོ་རེ། དེ་ཅི་སྟེ་ད་ངས། རྡོག་རྡོག་ཀ་རེ་བཞུ་གི་ཡོད་ཟེ་བཞུ་པ་ཡིན་ན། ནི་ང་རོ་ཚོ། གཞོང་ཆེན་དེ་ཚོ་ལ། ང་རོ་ཚོ་ཕ་མེས་ཡང་མེས་ནས་བརྒྱུད་ནས་ཡོང་པའི་གི། རི་གཞོང་དེ་ལ། གཞན་པ་མ་ལོ་བ་བཟོ་ཡ་གི་ཆེད་དུ་དང། ནི་ང་རོ་ཚོ་རྩ་དོན་འཐབ་རྩོད་ལ།

ང་རང་ཚོ་འཛམ་བུ་གླིང་གི་བྱུང་རབས་ནང་ལོགས་ལ་བལྟས་པ་ཡིན་ན་ནི་གང་ཟག་བྱེ་བྲག་པ་གི་ལྷ་དང་འདྲེ་གི་སྡོམ་པ་བྱུང་ནས་དང་ནི་ཉམ་ཆུང་མི་མང་ལ་ནི་འཐབ་རྩོད་གཏོང་བཞག་དང་ཤི་གཞོག་གཏོང་བཞག་དང་གཉའ་གནོན་གཏོང་བཞག་བྱེད་ཀྱི་གནས་སྟངས་མང་པོ་བྱུང་མྱོང་ཡོད་རེད། དེ་ག་ནང་བཞིན་ང་རང་ཚོ་བོད་པའི་ལོ་རྒྱུས་ནང་ལོགས་ལ་བལྟས་པ་ཡིན་ན་ཡང། དེ་བྱུང་ནས་རྒྱ་དང་བོད་པ་རྡོ་རྗེ་ལ། ད་བྱུང་ནོར་ན་ད་ལས་རིམ་མ་འགྲོ་དེ། ཞེས་དེའི་དགེ་བཤེས་ལྷ་རོང་པ། གོ་བ་བློ་བཟང་ཕན་བདེ་ལགས་ལས་རིགས་རྣམ་བཞག་སོགས་གནང།
བཀའ་དྲིན་ཚོགས་གཙོ་མཆོག།
གཙོ་བོ་ངའི་དང་པོ་ལས་རིང་དུ་ཚོགས་གཙོ་ལས་ཡིན། ཤག་དྲིལ་བཤོལ་ཐེངས་གཅིག་ལས་ཡ། དམངས་ཤོག་ཚུགས་པ་རེད་ཟེར་ཏེ་ངན་ཁ་ཆེན་པོ་རེད་ད། དོན་འདི་ཐད་རྒྱ་ཆེན་མི་མང་གིས་ཡིད་ཆེས་བློས་གཏད་བྱས་ནས་བསྐོས་པའི་མི་གཅིག་ལ་དམངས་ཚོགས་ཚུགས་པ་རེད་ཟེར་ཡ་དེ། ཐ་ཚིག་གང་འདྲ་ཟེར་ནས་བསྒྲགས་དགོས་རེད་དེ་ཚོགས་གཙོས་སྟངས་འཛིན་བྱེད་དགོས་དགོས་མ་རེད་བས།

ཚོགས་ར་ན། དཔའ་ལྡན་ཚོགས་གཙོ་མཆོག་ད་ལྟ་ལས་རིང་དེ། ཁྱད་མཚར་ཅིག་ལ་ཁྲིད་འགྲོ་གསུངས་དེ་འདྲ་གསུངས་ཙང་དཔའ་ལྡན་ཚོགས་གཙོ་མཆོག་གི་ཐག་གཅོད་ནི། ལྷག་གི་མི་གསུང་དགོས་རེད་མི་གི་ལྷག་གསུང་དགོས་རེད་ལས་དེ་ཐག་ཆེ་ཆེ་བྱས་ན་ལས་རུང་འགྲོ་ཤོར་ནས་འགྲིག་ས་རེད།
ཅི་སྟེ་རྒྱ་དང་ཕོ་བ་རྡོ་རྗེ་ལ་འཇུག་འདོད་རུང་ད་ལྟ། གོ་སྐབས་མཐའ་མ་ད་འཇུག་འདོད་རུང། དཔའ་ལྡན་ཚོགས་གཙོ་མཆོག་སྤྱིར་བཏང། ཆུ་ལ་དད་པ་ཅིས་མི་བྱེད་ཟེར་ཡ་དེ་གང་ཟག་སྒེར་གྱི་ཐོབ་ཐང་ཞིག་རེད། ནི་ད་གིས་གོང་དུ་ལས་རིམ་གནང་བཞག་དོན་གཉེར་གྱི་ཕྱག་སྦྲེལ་གཉིས་ཆ་རྒྱ་མིའི་བར་ལ་དད་གི་ཡིན་ཟེར་མཁན་གྱི་གང་ཟག་ཆགས་བསྡད་བོ་རེད་གུང་ཁྲན་ཏང་བར་ལ་དད་ད་གི་དེ་ཡིན་འདྲའི་ཟེར་བར་མཁན་དུ་གང་ཟོ་ཟ་ཟ་ཟ་མ་བསྡད་བོ་ནོར་རེད།
ཟོ་ཟ་མ་ནོར་ན་རྒྱུ་དོར་ན། བྱས་སོང་ངས་མདོར་དེད་ནས་བརྗོད་པ་ཡིན་ན། ང་རང་ཚོ་བོད་པའི་གི་ཉེ་རབས་ཀྱི་ལོ་རྒྱུས་ནང་ལ་བལྟས་པ་ཡིན་ན་ཡང། ནི་ང་རང་ཚོ་ཆུ་དང་སྲིན་གཉིས་ཆ་གི་བདག་པོ་བྱས་མྱོང་མཁན་རྒྱལ་བ་ཀུན་འདུས་སྐྱེས་ཟམ་པ།

དེ་འདྲའི་བྱུ་རུའི་ལས་ཁུངས་དང་འབྲེལ་བའི་ད་བྱུ་རུའི་ལས་ཁུངས་ཡིན་ན་ང་རང་ཚོ་ལྷན་ཁང་ཆེན་པོ་གཅིག་རེད་དེ་དང་འབྲེལ་བའི་གནས་ད་ང་རང་ཚོ་སྟབས་ཡག་ཤོས་རྫས་ན་འདྲ་གང་ལྟར་དགོན་སྡེ་ཁག་མང་པོ་བྱོས་ད་ཡིན་ནའང་དེ་ཚོ་ལ། ང་རང་ཚོ་ཕ་ཅིང་མཐུན་རྐྱེན་སྒྲོལ་བཞར་མ་དགོས་ཡ་རྩིས་མགོ་འཁོར་མ་དགོས་ཡ། མ་ཟད་ད་ནི་དགོན་སྡེ་ཁག་གིས་ཡང་ང་ཚོ་ལ་དེ་དང་རྣམ་པ་ཀུན་ཏུ། ང་རང་ཚོ་བོད་ཀྱི་སྤྱི་ཚོགས་ཁྱོན་ཡོངས་ལ་དྲག་ཆུ་དང་ཆབ་སྲིད་དཔལ་འབྱོར་ག་རེ་སྒང་ལ་ཡིན་ན་ག་དུས་ཡིན་ན། རྒྱབ་སྐྱོར་རམ་མདག་དེ་ཚ་མཐོན་པོ་ཅིག་བྱེད་ཀྱི་ཡོད་རེད་དེ་ཚོ་ང་རང་ཚོ་ཚང་མས་མཁྱེན་ཁུལ་ཡོད་རེད་མཁྱེན་དགོས་ཡང་དགོས་ཡ་ཅིག་རེད་བསམ་གྱི་འདུག་དེ་ཡིན་དུས་དེ་དང་འབྲེལ་བའི་ནི་དགོན་སྡེ་ཁག་ཚང་མ་དང། དགོན་སྡེ་ཁག་གི་འགན་འཛིན་རྣམ་པ་ཚོས་ཡང་ན་དེའི་སྒང་ལ་དམིགས་བསལ་སྔར་ལས་ལྷག་པ་ཅིག་གནང་དགོས་ཡ་དེའི་སྒང་ལ་རེ་སྐུལ་དང་ཨ་ནི་སྐྱེས་པ་ཚང་མ་ལ་ཡང་ཐུགས་རྗེ་ཆེ་བཞེས་དེ་བཞིན་དུ་གཞུང་དེ་སྣང་མཉམ་པོ་ལ་ཡང་ཨ་ནི་ད་བོད་གཞུང་སྡུག་གུར་ཁང་དེ་ཡིན་ན་ཡང་ཁ་ཚང་དེ་རིང་གི་འགན་འཛིན་དེ་ལ་བསམ་བློ་བཏང་བ་ཡིན་ན་ཡང་ད་ཁོ་རང་གི་རྐང་ཐུབ་ཐུབ་ཅིག་གི་ཡར་རྒྱས་ཀྱི་རྣམ་པ་མང་པོ་ཅིག་བཏང་གི་འདུག་དེ་ཚོ་ལ་ཡང་བསྔགས་བརྗོད་བྱས་ཡིན། ད་དེ་ལ་དཔེ་མཚོན་ཁ་ཤས་ཡོད་ད་ཡང་དུས་ཚོད་ཀྱི་ཆ་ནས་མང་པོ་འཇིགས་མེད་ད་སྡུག་གིར། བོད་ཀྱི་སྡུག་གིར་འདི་ལ་བསམ་བློ་བཏང་བ་ཡིན་ན་དཔེ་ང་རང་ཚོ་སྐར་ཆེན་པོ་ཅིག་ཆགས་བསྡད་ཡོད་རེད། སྡུག་གིར་ཁང་དག་ཁ་ཚང་དེ་རིང་གི་ད་སྡུག་གིར་ཁང་ལ་བསམ་བློ་བཏང་བ་ཡིན་ན་ད་གཞོན་སྐྱེས་ཕོ་མོ་ཡང་ན་མང་པོ་ཅིག་འདུག་ཁོ་རང་ཚོ་ཡང་ན་ལྷག་བསམ་རྣམ་དག་གིས། ང་རང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཆོས་དང་རིག་གནས་གོམས་གཤིས་ལ་སོགས་པ་ཐམས་ཅད་བོད་ཡིག་ལའང་བདག་པོ་ཅིག་བརྒྱབ། ཁོ་རང་ཚོ་གཅིག་གར་ཚོ་དཀོན་མཆོག་འཚོ་བ་དེ་ལ་ཡང་ནི་ཅིག་འདོན་ནམ་འགྲོ་མ་བྱས་ནས་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་འདིའི་སྒང་ལ་བསམ་བློ་བཏང་ཡོང་དགོས་ཏེ་དེ་ཚོ་ལ་ཡང་མཐུན་རྐྱེན་སྤྲད་མཁན་ཡང་ཡོད་རེད་ལ་མཐུན་རྐྱེན་གང་མང་མང་ཅིག་ད་དུང་ཡང་སྤྲད་དགོས་དེ་གལ་ཆེན་པོ་རེད། དེ་ག་ནང་བཞིན་ད་ལྟ་ཡོད་པ་མ་ཡིན་པ་དཔེར་ན་སྡུག་གུར་ཟེར་བ་དེ་འདྲ་མང་པོ་ཡོད་རེད་ཁོ་རང་ཚོ་ཡང་ས་ཆ་ག་བ་སུ་ཕྱིན་པ་ཡིན་ན་ཡང། ཁོ་རང་ཚོའི་ནུས་པ་གི་འདང་ཚད་དང་ནུས་པ་གི་སྤྱོད་ཚུལ་གྱིས་ད་ས་ཆ་འདྲ་མིན་ཡུལ་ལུང་འདྲ་མིན་གྱི་ནང་ལ་ཡང་ཕེབས་ནས་འདིའི་སྡུག་གུར་གསར་དུ་བཙུགས་པ་ལ་སོགས་པ་ལ་སོགས་པ་གི་ཕྱག་ལས་མང་པོ་ཅིག་གནང་གི་འདུག་དེ་ཚོ་ལ་ཡང་ན་ཐུགས་རྗེ་ཆེ་དང་བསྔགས་བརྗོད་བཞེས་ཀྱི་ཡིན། དེ་དང་མཉམ་པོ་ལ་ད་ང་རང་ཚོས་ཞུ་དགོས་པའི་གར་ཆེན་པོ་གཅིག་དེ། སྟོན་པའི་འཁྲུངས་སྐར་དེ་ང་རང་ཚོ་གནས་བརྟན་སྡེ་བ་དང་མཉམ་འབྲེལ་གྱི་སྒོ་ནས་ང་ཚོས་སྲུང་བརྩི་དེ་བཞེས་ཐུབ་ཀྱི་ཡོད་མ་རེད། ང་རང་ཚོ་བོད་ཀྱི་ནང་བསྟན་ཡིན་ན་འདྲ་གི་མདོར་ན། སྟོན་པ་ཐུགས་རྗེ་ཅན་གྱིས་བསྟན་པ་འདིའི་དགེ་བ་སྣ་ཚོགས་བྱས་ཡོད་ད་དེ་དག་ཐམས་ཅད་དུ་མཉམ་གཅིག་ཏུ་འཁྲུངས་སྐར་བྱེད་མི་ཐུབ་པའི་གནས་སྟངས་ཅིག་ཆགས་བསྡད་ཡོད་རེད། དེ་འདི་བོད་ཀྱི་ནང་དོན་འདི། སྟོན་པའི་འཁྲུངས་སྐར་དེ་ལ་བསམ་བློ་བཏང་བ་ཡིན་ན་གཞན་ད་རྒྱལ་བཤིག་གི་ངོས་འཛིན་ཡོད་པའི་དུས་སྟོན་པའི་སྟོན་པའི་འཁྲུངས་སྐར་དང་མཉམ་དུ། སྟོན་པའི་འཁྲུངས་སྐར་ཞིག་བྱེད་ཐུབ་པ་ཡིན་ན། ནི་ང་རང་ཚོ་བསྟན་པ་གཅིག་འདི་ལ་ཡང་ནི་གཅིག་ག་ཚོད་དགོངས་འགྲེལ། ནང་དོན་འདིའི་ནུས་ཤུགས་དང། ནང་དོན་འདིའི། གཅིག་སྐར་ཚོགས་དགོན་དུ་རྡོག་རྩ་གཅིག་སྒྲིལ་གྱི་ནུས་པ་ཅིག་འཛམ་བུ་གླིང་འདིའི་སྒང་ལ་སྤེལ་ཐུབ་པ་ཡིན་ན་ནང་དོན་གྱི་ནུས་པ་དེ་འཛམ་བུ་གླིང་སྒང་ལ་ཁྱབ་ཀྱི་རེད་བསམ་རྒྱུ་དེ་གཅིག་སྐར་ཚོགས་ཀྱི་སེམས་ཚོར་དུ་ག་དུས་ཡིན་ན་ཡོད། དེ་འདི་ད་ང་རང་ཚོ་དེ་དང་མཉམ་པོ་ལ་གཞི་མི་ཐུབ་ཡག་གི་གནས་སྟངས་དུ་གནས་སྟངས་དེ་ག་རེ་ཆགས་ཀྱི་འདུག་ལབ་པ་ཡིན་ན། ང་ཚོ་ད་སྐར་ཚོགས་གི་བོད་ཀྱི་ཟླ་བ་ངོས་འཛིན་དེའི་སྒང་ནས་བྱུང་གི་ཡོད་མ་རེད། དེ་ཡིན་དུས་ག་ཚད་ང་རང་ཚོ་པོ་ཏཱ་དང་པོ་གཉིས་པ་ཟེར་མང་པོ་ཞིག་བཞུགས་ཡོད་ད་དེ་ཡང་ནི་སྔོན་མ་གི་ལོ་རྒྱུས་དང་བསམ་བློ་བཏང་བ་ཟེར་དགོས་ན་འདྲ་འདུག་དཔེར་ན་སྔོན་མ་ད་བོད་ལྗོངས་སྨན་རྩིས་མཁན་དགེ་ལོ་ཐོ་ལྟ་བུ་ལ་བསམ་བློ་བཏང་བ་ནི་དེ་ཧོར་ཟླ་དང་པོ་ཧོར་ཟླ་གཉིས་པ་ཧོར་ཟླ་གསུམ་པ་ལབ་དགོས་མ་གཏོགས་པོ་ཏཱ་དང་པོ་པོ་ཏཱ་གཉིས་པ་ཟེར་འགྲོ་གི་ཡོད་མ་རེད། དེའི་རྒྱུ་མཚན་ལ་བལྟོས་ནས་ག་ཚང་དེ་རིང་ང་ཚོ་ད་ང་ཚོ་ས་ག་ཟླ་བ་ཟེར་པོ་ཏཱ་བཞི་པ་དེ། ང་ཚོ་སྔོན་ལ་འགྲོ་ནས་ནས་པོ་ཟླ་གསུམ་པའི་ཚེས་བཅོ་ལྔ་སྟེ་འཛམ་གླིང་རྒྱལ་སྤྱིའི་གི་དོན་པའི་གྲོང་ཁྱེར་དེ་ཆགས་ཀྱི་བསྡད་ཡོད་རེད་དེ་ཡིན་དུས་ང་རང་ཚོ་དེ་ལ་ཡང་བསམ་བློ་བཏང་ན་བསམ་བློ་བཏང་ཡག་གི་ཁོར་ཡུག་ཟད་ལྡན་ཡོད་རེད་བསམ་གྱི་འདུག་ག་རེ་རེད་ལབ་པ་ཡིན་ན་ང་རང་ཚོ་བོད་ཁུལ་ལོ་རྒྱུས་དང་བསྡུར་རེས་བྱས་ཡོང་བ་ཡིན་ན་བོད་ཁུལ་ག་ས་གོ་རེད་ད་པོ་ཟླ་དང་པོ་ལབ་དགོས་རེད་དེ་དེ་ཡང་ན་དེ་གཙང་གོ་ཧོར་ཟླ་ཟེར་དགོས་ན་འདྲ་གི་དེབ་བཅུ་གཉིས་པའི་ནང་ལ་ཆགས་བསྡད་ཡོད་རེད། དེ་ཡིན་དུས་དེ་ངོས་འཛིན་དང་སྲུང་བརྩི་ཡག་པོ་ཟིག་བྱེད་ཐུབ་པ་ཡིན་ན་དེ་འདྲ་གི་འཛམ་གླིང་རྒྱལ་སྤྱི་གི་སྟོན་པའི་འཁྲུངས་སྐར་དང་མཉམ་དུ་ང་རང་ཚོས་བྱེད་ཐུབ་ཡག་གི་གནས་སྟངས་ཅིག་ཡོད་རེད། དེ་ཡང་ནི་སྔོན་སོང་གི་ལོ་རྒྱུས་ཀྱི་སྟེང་ལ་ཡང་ནི་དྲི་བ་དྲི་ལན་བྱེད་པའི་གནས་སྐབས་ན་བོད་སྐུ་དཀར་ཟེར་དགོས་རེད། ལོ་འགོ་དུ་ག་རེ་རེད་ཟེར་དུས་དཀར་དམར་སྒྱར་ལ་དྲིས་ཟེར་དང་གུ་རུ་རིན་པོ་ཆེ་གི། ཨ་ནི་གཞི་གཞན་གྱི་དེ་འདྲ་ནང་ན་ཡོད་ཡིན་དུས་དེ་ཚོ་ཡང་ང་རང་ཚོའོ། ད་ལྟ་ང་ཚོ་འདི་ནས་ཐག་གཅོད་དགོས་ན་དཀའ་ལས་ཁག་པོ་རེད་ང་ཚོ་ཆོས་ཀྱི་མ་དག་ཡིན་ན་ཡང་བར་དོའི་ཆོས་རིག་ལས་ཁུངས་ཀྱི་སེམས་ལ་ཉར་ནས་མ་འོངས་པ་ན་ང་རང་ཚོ་བླ་ཆེན་ཚོགས་འདུ་ཡོད་པ་ཡིན་ན་འདྲ་དོ་དེ་ཧང་ནང་བཞིན་ཉམས་ཞིབ་པ་དེ་འདྲ་གི་གར་ཟེར་སྐོར་དུ་ཚོགས་འདུ་ཡོད་པ་ཡིན་ན་འདྲ་དོ་དེ་ལ་སོགས་པའི་ལ་སོགས་པའི་སྐོར་ལ་ང་རང་ཚོ་སེམས་ལ་ཉར་ནས་དེ་ལ་ཞིབ་འཇུག་ཞིག་བྱས་ནས་འདི་འདྲ་ཅིག་གཏན་ལ་ཕེབས་ཐུབ་པ་ཡིན་ན་དཔེ་གལ་ཆེན་པོ་འདུག་དེ་ཡིན་ཏེ་ང་རང་ཚོ་ལ་འདི་ལ་ཡང་ནི་ད་ང་རང་ཚོ་ཚོ་གི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཐུགས་རྗེའི་བྱིན་རླབས་ཀྱི་སྒྲིག་འཛུགས་ཅིག་ཡོད་རེད། བོད་ཕྱི་ནང་གཉིས་ཀྱི་མགྲིན་ཚབ་པ་ཡིན་ཟེར་དགོས་ཏེ་ང་རང་ཚོ་ཕྱོགས་མང་པོ་ཅིག་གི་སྣེ་ཁྲིད་ཐུབ་པ་ཡིན་ན་དཔེ་ཡག་པོ་འདུག་ཟེར་རེད་མ་གཏོགས་ང་རང་ཚོ་དེང་སང་མང་པོ་ཅིག་ཏུ་བོད་ནང་གི་དང་པོ་མགོ་ཁྲིད་ནས་ང་ཚོ་དེའི། དུས་ཚོད་རྫོགས་སོང།
ཞི་བདེའི་མཆོད་འབུལ་ཐུབ་བསྟན་ལགས།
ཤོག། ཆོས་རིག་ལས་ཁུངས་ཀྱིས་ལན་འདུམ་དང་འབྲེལ་བའི་ཐོག་ལས་འཆར་ཤས་ཆེ་ལེན་ན་བསམ་སོང། དོན་ཚན་དང་པོ་དེ་ད་ཁ་སེང་གཉའ་མའི་དངུལ་རྩིས་སྐབས་ལ་ཡང་དྲི་བ་བྱས་པ་ཡིན་ད་དེ་ད་ལྟ་མཇུག་སྐྱོང་དྲི་བ་སྒྲོག་གྱིན། ད་ལྟ། བོད་ནི། ད། གདན་ས་ཆེན་པོ་གསུམ་གཙོས་པའི་གི་ད་རིས་སུ་མ་ཆད་པའི་ཆོས་བརྒྱུད་ཀྱི་ད་ལྟ་གཞན་པ་ནང་ལ་བལྟས་སུ་ཡོང་གི་ཡོད་ས་རེད། ད་ལྟ་བོད་ནི་མཚོ་དངུལ་དེ་འདྲའི་བཏང་བྱས། ཨ་འདི་བརྒྱུད་ལམ་དེ་ཏག་ཏག་མེད་པའི་ཐོག་ནས་ད་ལྟ། ཨ་ནེ། མ་གས་གདན་ས་ནང་ལ་ཡོད་དེ་ངས་ཀྱི་གྲྭ་པ་མང་པོ་ཞི་བོ་གཅིག་གིས་དངུལ་ཁང་འདི་བཀག་བཞག་བས་ཀྱི་དཀའ་ངལ་ཅིག་ད་ཧ་ལམ་ད་ལོ་གཉིས་ལྷག་བྱེད་འདུག་ཕྱིན་འདུག་འདུག་ཨ་ནེ་ཁ་སིང་ག་མའི་གྲོས་ཚོགས་ནང་ལ་འདུག་ཞུས་པ་ཡིན། འདི་ཡིན་འདི་གང་ནི་ཡ། སོ་སོ་སྒེར་ལ་ཡ་གང་དག་ཡ་ཉེ་དེ་འདྲའི་འབྲེལ་བ་བྱས་ནས་རོགས་པ་བྱེད་རོགས་བྱས་དེ་འདྲའི་ཞུ་ངལ་དེ་འདྲའི་འདུག་ཨ་ནེ་ཡ། ཁ་ཤས་ཁ་ཤས་རིགས་ཁ་ཤས་ཡང་མངའ་སྡེ་དང་འབྲེལ་བ་ཡོད་བས་དེ་འདྲའི་ཐོག་ལ་ཡ་རོགས་པ་བྱས་ནས་ཕན་ཐོགས་བ་བྱུང་སོང། ཡིན་ཡང་ད་ལྟ་དེ་མང་པོ་ཅིག་ཆགས་འདུག་དེ་ག་ནི་ཡ་ཨ་ནི་ངས་ཁོ་རང་ཚོར་ལམ་སྟོན་ཞུས་ནས་ཁྱོད་རང་ཚོ་ཚང་མ་ལོ་མཉམ་རུབ་ཀྱི་ཐོག་ནས་ཡ་ཨ་ནི་ལྷོ་ཕྱོགས་ལས་ཁུངས་བརྒྱུད་ནས་ཡ་ཨ་ནི་ལྡི་ལི་དོན་གཅོད་ལ་ཞུགས་དགོས་ན་ཡ་ག་ནྡ་བཀའ་ཤག་ལ་ཞུགས་དགོས་ན་དེ་འདྲས་ཅིག་ཞུས་ཅེས་ཐབས་ལམ་ཅིག་འཚལ་ན་ཡག་པ་ཡོད་རེད། མི་རེ་རེ་རེ་རེ་བཞིན་དོ་བདག་གི་འགྲོ་བདེ་བ་ཡིན་ན་དཀའ་ངལ་བསྲིང་བར་ག་རེ་བསམ་དེས་ན་དཀའ་ངལ་འཕྲད་དེ་ངས་དེའི་གྲྭ་རྒྱུན་གང་ལ་གང་འཚམ་ཞིག་འདུག་འོ་དེང་འདི་ག་འདིའི་ཐོག་ལ་ཡང་ད་ཧ་ལམ་ད་ལོ་གཉིས་ལྷག་འགྲོ་འདུག་འདུག་ཨ་ནི་གྲྭ་རྒྱུན་ཚོ་ལ་ཡང་མ་གལ་དངུལ་སྟོན་སྟོན་མ་ཐུག་བྱས་ཨ་ནི་སོ་སོས་སོས་ཀྱི་ད་ལྟ་ཅིག་དགེ་བཤེས་གཏོང་སྒོ་བཏང་ཡ་རེད་དེ་འདྲས་ཀྱི་ཐོག་ལ་ཡང་དཀའ་ངལ་འཕྲད་བྱས་ཨ་ནི་ཁོང་ཚོ་ལ་ཡང་འདི་དཀའ་ངལ་ཚབས་ཆེན་པོ་ཞིག་འཕྲད་ཀྱི་འདུག་བྱས་བྱས་ཞུ་ཡ་ཡིན། གཉིས་པ་འདི་ལ་ཡང་ད་ལྟ་དགོན་སྡེ་གྲྭ་ཚང་ནང་ལོགས་ལ་ཡ་ད་འཕྲོད་བསྟེན་གྱི་འབྲེལ་བ་ཡོད་པ་དེ་རེད། རྩ་བའི། ད་ལྟ། སྔས་མ་སྐྱབས་མགོན་རིན་པོ་ཆེ་གྱིས་ག་ད་བཀའ་སློབ་ཕེབས་ནས་བློ་ཕམ་བྱུང་ཡ་གཅིག་ལ་ཡ་དཔེ་ཁྲིད་དགེ་རྒན་མང་པོ་གཅིག་ག་ད་དུས་མིན་གྱི་དགོངས་པ་རྫོགས་བ་ལ་བརྟེན་བྱས་ཨ་འཕྲོད་བསྟེན་ལ་ཡ་དུས་དེ་ག་ན་བཀའ་སློབ་ཀྱི་ཕེབས་ཡོད་རེད། དེ་འདི་ག་ནས་འདི་འདོད་ནང་ལོག་ལ་ཡང་ད་ཅིག་ཟོལ་བཅུད་ཀྱི་ཐོག་ནས་ཡང་མ་འགྲིག་པ་དང་དག་ན་ཤིང་གི་ཅིག་ཟས་སྤྱོད་ཀྱི་འཕྲོད་དོན་རེད་ཨ་དག་ན་ཤིང་གི་ཅིག་གནས་རིགས་ངོས་མགོ་ཐོག་ལ་ཡང་གང་དག་ཡག་པོ་ཅིག་མེད་པ་ལ་བརྟེན་ནས་འདི་འདྲས་ཀྱི་གནོད་ཚུལ་བྱུང་ནི་ཨ་ནི་སྐྱབས་མགོན་རིན་པོ་ཆེ་བློ་ཕམ་ཡང་གནོད་ཚུལ་བྱུང་ཡོད་འདི་ག་ནི་ཡང་ཨ་འདི་འདྲས་ཐོག་ལ་ཡང་ད་ཅིག་ས་གནས་ས་ཐོག་ལ་ཡང་འདི་ནི་མ་ལམ་སྟོན་གྱི་ཐོག་ནས་ཨ་ནི་ཅིག་ས་གནས་འགོ་འཛིན་ཚོ་ལ་ཡང་ད་ཅིག་རྩ་བའི་དགོན་སྡེ་གྲྭ་ཚང་ཁག་ལ་ཡང་སོ་སོ་སོ་ལ་ཡང་འཕྲོད་དོན་གྱི། ད་ལྟ་ཚོགས་ཆུང་གཞི་བདག་འཕྲོད་བསྟེན་སྨན་ཁང་གཅིག་ཡོད་ཡོད་པ་འདྲ་བོ་ཅིག་རེད་ཡིན་ན་དེའི་ཐོག་ལ་ཡང་འཕར་མ་ཨ་ནི་གཅིག་སྒྲིག་འཛུགས་ངོས་ནས་ཡང་ཁོ་རང་ཚོ་ལ་ཡང་གཅིག་རོགས་པ་འདྲ་བོ་བྱེད་ཐུབ་པ་ཡིན་ན་ཨ་ནི་འདི་ཡང་གཅིག་ཁོ་རང་བཞིན་གྱིས་གཅིག་ས་གནས་འགོ་འཛིན་གྱི་དུས་ནས་དུས་སུ་འདི་འདྲའི་གཅིག་རྩད་གཅོད་གནང་བ་ཡིན་ན་ཡང་ཕན་ཐོགས་ཡོང་མི་ཡོང་བསམ་བྱས་འདི་གཅིག་ཞུ་ཡ་ཡིན། ཨ་ནི་དེ་དང་དུས་མཚུངས་གསུམ་པ་འདི་ལ་ཡང་ཁ་སིན་མ་སྐད་དར་ཅིག་སོ་སོ་ཞི་ཆགས་བདེ་བའི་སྐབས་ལ་ཡ། སེ་ར་བྱེས་མཁས་སྙན་གྲྭ་ཚང་གི་གྲྭ་ཐོག་དང་དེ་ག་ན་ཤིང་གི་དབྱར་དུས་ཀྱི་ཨ་ནེ་གཞོན་སྐྱེས་ཚོ་ལ་ཡ་སློབ་སྦྱོང་ཅིག་སྤྲད་འདུག་ཏོ་ད་སློབ་སྦྱོང་ཟེར་ན་བོད་པའི་གི་ད་ག་ད་ཆོས་དང་རིག་གཞུང་རེད་སྐད་ཡིག་རེད་དེ་འདྲའི་གི་ཐོག་ལ་ཡ་ཨ་ནེ་གྲྭ་ཐོག་གི་ཐོག་ནས་སློབ་སྦྱོང་ཅིག་ཡ་སྤྲད་གི་འདུག་ཨ་དངོས་སུ་ཡང་ཕྱི་རྒྱལ་ནས་ཚུ་ག་ད་སྤུ་གུ་ལོ་དྲུག་ནས་བཅུ་དགུ་བར་ལ་ཡོད་དེ་ངས་གི་དེ་འདྲའི་གི་ཐོག་ལ་ཡ་སློབ་སྦྱོང་ཅིག་གར་སོགས་རེད་བོད་ཀྱི་ཆོས་དང་རིག་གཞུང་སྐད་ཡིག་དེ་ག་ན་བཞིན་བོད་པའི་གི་སྤྱི་ཚོགས་ཀྱི་ཉམས་མྱོང་དོན་དག་ལ་ཡང་ཁོང་ཚོ་སློབ་ཁྲིད་ཅིག་བྱེད་ཀྱི་འདུག་ཨ་ནི་འདིའི་མཛད་སྒོ་ཐོག་ལ་ཡང་སོ་སོས་བཅར་རྒྱུ་བྱུང་དུས་དུས་ཀས་ཞུས་པ་ཡིན་ཨ་ནི་འདིའི་གང་ཟླ། ཟླ་ཟླ་གཅིག་ཕྱི་རྒྱལ་ལ་ཡོད་དུས་ངའི་བོད་པ་ཚོ་གཅིག་གཞོན་སྐྱེས་མང་པོ་གཅིག་ལ་ཡང་ཕ་སྐད་དངོས་སུ་ཡོང་ཉིན་མ་ཉི་ཤུ་ཚ་ཚ་ཞིག་བསྡད་ཨ་ནི་འདིའི་ནང་ལོགས་ལ་ཡང་བོད་པའི་ཆོས་རིག་གཞུང་གང་ཅིག་གི་ཐོག་ནས་ཡང་ཁོང་ཚོས་གི་སློབ་གསོ་ཆེན་པོ་ཞིག་ཐོན་ནས་ཧ་ལས་པའི་གི་གང་ཟླ་ཕན་ཐོགས་ཆེན་པོ་ཞིག་དང་ཡག་པོ་བྱུང་འདུག་གི་འདུག། ཨ་ནི་སློབ་ཕྲུག་ཁོ་རང་ཚོ་ཡིན་ན་དང་པོ་ཡོན་ཏུའི་ག་ནི་བོད་ཡིག་ད་ཅིག་ཐ་རི་ཐོ་རི་དུ་མ་དེ་ཞུ་གུ་ལི་དེ་ག་ནི་བོད་ཡིག་གར་སོ་བོད་སྐད་ཡིག་ཐོག་ལ་ཡ་ཅིག་གང་ལ་གང་འཚམ་ཅིག་ཤེས་འདི་ངས་ཀི་དེ་འདྲས་ཀི་འཚོ་བ་བྱུང་སོང་དེ་ཡིན་དེ་ག་ནི་ཨ་ནི་དེ་ཚོའི་ཐོག་ལ་ད་རི་དེང་ཆ་དེའི་རྒྱུན་ནི་ཡ་ཨ་ནི་སེར་བྱེས་ཁེ་ཉེན་གྲངས་ཚང་ལ་ཡ་ཨ་ནི་ཐུགས་རྗེ་ཆེ་ཆེ་ཆེ་ཞུ་ཡ་ཡིན་ཨ་དེ་ནས་བཞི་པ་དེ་ལ་ཡ་ང་རང་ཚོ་ཆོས་དང་རིག་གཞུང་ནང་ལོག་ལ་ཡ་ད་སྔས་མ་ཡ་སྐྱབས་མགོན་རིན་པོ་ཆེ་དུས་འདི་དུས་སུ་བཀའ་སློབ་ཕེལ་ཡོ་རེད་ལྷ་མོ་གི་འཁྲབ་གཞུང་འདི་ཆགས་དགོས། ཀྱི་དེ་ཀ་ནི་ཡ་ཁ་སིའི་སྦལ་ལི་ཀུ་པི་མ་ཀའི་ལོ་སར་གྱི་རྒྱབ་ལི་ཡ་ལྷ་མོའི་ཁྲབ་གཞུང་བཅས་ལི་ཡ་མགྲོན་ཤོར་ལས་སུ་དུས་དུས་ཕྱིན་པ་ཡིན་བྷ་གའི་ནང་ལི་ཡ་ལྷ་མོའི་ཁྲབ་དེ་ངའི་ནང་ལོ་ལི་ཡ་རྒན་མགོ་སྟག་མང་ཆེ་བ་འདྲ་བོ་ཅིག་རྒན་མགོ་རེད་བཞག་ད་སྐྱབས་མགོན་རིན་པོ་ཆེ་གི་བཀའ་སློབ་རེད་ཟེར་ན་སེམས་ཤུགས་ཁོ་རང་ཐོག་ནི་ཡ་ཁོ་རང་ཚོ་ཁྲབ་དེ་རེད་མ་གཏོགས་འདིའི་ནང་ལོ་ལི་ཡ་ཅིག་ཁོ་རང་ཚོ་དཀའ་ངལ་རིམ་པ་ཐེབས་པ་ཡིན་མིན་ན་ད་འདུག་ཨུ་ཚུགས་འདྲ་བོ་བརྒྱབ་ནི་ལྷ་མོའི་གི་རིག་གཞུང་དེ་ཚོ་ཉི་མ་གསུམ་བཞེས་ཅིག་ཁྲབ་བཅས་དེ་འདྲས་གཟིགས་འབུལ་བྱེད་དེ་གི་འདུག་དེ་ཚོས་ཀ་ནི་ཡ་དེ་ཚོའི་གི་ཐོག་ལི་ཡ་ཨ་ནི་ཅིག་གཞོན་སྐྱེས་འདི་འདྲའི་གང་མང་མང་གྱིས་མཉམ་ཞུགས་བྱེད་ཐུབ་ཨེ་གི་ཨ་ནི་གཅིག་ས་གནས་འགོ་འཛིན་ཁྱོད་ནི་ཡང་མི་མང་ནང་ལ་ཡང་འབུད་སྐུལ་གྱིས་བྱེད་ཐུབ་བོར་བས་བྱས་བྱས་འདི་ཅི་བྱོན་ཡིན། དེ་དང་ཆ་མཚོན་དུ་ཁ་སིང་ཆ་འདྲའི་སྤྱི་འཐུས་གཅིག་གིས་ཆུ་སྲུང་དཔལ་ན་ཀན་ན་དགྲ་འདྲ་བོ་མཚོན་པ་ཡིན་ན་ཀན་ན་དགྲ་ལ་ཡང་ལྷ་མོའི་གི་རིག་གཞུང། འཁྲབ་གཞུང་དེ་འདྲའི་གར་སོགས་བར་ཚོགས་པ་གསར་པ་གཅིག་བཙུགས་བྱས་འདི་ནང་ལ་ཤུགས་ཆེ་ཡ་གཞོན་སྐྱེས་མང་པོ་ཞིག་བོད་ཀྱི་ཕལ་ནི་ཧ་ལས་པའི་གང་ད་ཡག་པོ་ཞིག་འདུག་ཁ་སེང་བརྙན་ཐུང་ནང་ལ་མཐོང་སོང། དེང་འདི་ག་ནི་ཡ། བདེ་འཚོ་ཁྲོད་ཁ་ཏི་ལི་ཡ་ཡང་གཅིག། ཆོས་རིག་ལས་ཁུངས་ངོས་ནས་གཅིག་ལེགས་གསོལ་བསྔགས་བརྗོད་ཀྱི་ཕྱག་བྲིས་གནང་ཡ་ཡིན་པ་ན་རེ། དེ་འདྲའི་ཐོག་ལ་ཡ་ཁོ་རང་ཚོ་ལ་སེམས་ཤུགས་འཕར་མ་གི་སྐྱེ་ཡ་དོན་དག་ལ་ཡ། དེ་འདྲ་བྱུས་ན་བསམ་སོང། དེ་དང་ཆབས་ཅིག་ཏུ་ཁ་སེང་མ་གས་བེང་ལོར་ཡོད་པའི་སྐབས་ལ་ཡ། ང་རང་ཚོ་རྒྱ་གར་ད་ཅིག་ཚོང་པ་ཆེན་པོ་ཅིག་རེད་ཁོ་རང་གི་སྐུ་ཟླ་འདི་གི་གཅིག་སྟོང་ཉིས་སྟོང་གཅིག་ལོ་ལ་ཡང་བླ་མ་མ་ཎི་སྐོར་ལ་ཡང་བརྙན་ཐུང་གཅིག་བཟོས་བཞག་ད་བླ་མ་མ་ཎི་གི་བླ་མ་མ་ཎི་ཟེར་ཡ་དེ་ད་ང་རང་ད་ལྟའི་ཆ་ལ་ཡང་དབྱིན་ཇི་སྐད་དང་མ་སོ་ན་སྒྲ་དབྱིན་སྐད་ཆ་ཆགས་འདུག་ང་ཚོའི་སྤྱི་ཚོགས་ནང་ལོ་ལ་ཡང་ད་ཧ་ལམ་མེད་པ་བཟོ་ར་གཅིག་རེད་བཞག་གྱི་དེ་ག་ཁོ་རང་གི་ཉིས་སྟོང་གཅིག་ནོ་ལོ་ལ་ཡང་འདི་གི་བརྙན་ཐུང་གཅིག་བཟོས་དེ་བརྙན་ཐུང་དེ་ཁ་སིང་ང་ཚོ་ལ་བསྟན་སོང་ཇི་འདི་ག་ནི་ཡ། ཨ་དེ་ཚོ་ཐད་ཀར་འདི་ད་གར་སོ་རེད་དངོས་གནས་རང་བཞིན་གྱི་ད་ལོ་དྲུག་བརྒྱ་བདུན་བརྒྱ་ཡོད་དེ་བས་ཀྱི་ང་རང་ཚོ་རིག་གཞུང་རྩ་ཆེན་པོ་འདི་ནི་ད་ལྟའི་ཆ་ལ་ཡ་མེད་པ་ཆ་ཧ་ཅང་གི་བློ་ཕམ་པོ་ཅིག་རེད་ཨ་ནི་མ་འོངས་པ་ལ་ཡ་དེ་འདྲའི་ཐོག་ལ་ཡ་ཅིག་ང་རང་ཚོ་ཆོས་རིག་ལས་ཁུངས་ངོས་ནས་དོ་སྣང་སྤྲད་ཡ་དང་ཨ་ནི་ཇི་འདྲའི་ཐོག་ལ་ཡ་ལས་འཆར་སྤེལ་ཡ་དེ་གལ་ཆེན་པོ་ཞིག་མཐོང་སོང་ཞུ་ཡ་ཡིན་ཐོག་ཆ། ཞེས་དེའི་མཁན་པོ་བཀའ་བྲག་སྔོ་འགྲོས་ཟེར་རྣམས་ལ།

ད་དཔལ་འབྱོར་བཀའ་ཟེར་པ་དེ་སྲིང་ཞུ་ཟེར་ནང་དོན་བཀའ་དེ་དུས་འཕྲལ་བསྟན་བཀའ་ལན་ཟེར་ནས་དེ་ཡི་ཞག་བཞི་གནང་སོང་ད་ནི་དེ་ཐད་ལ་ད་འདི་ཆ་ལ་དགོངས་པ་གྲགས་སོང་ལ་དཔེ་ཁྲིད་དགེ་རྒན་དེ་ཚོ་ལ་འཕྲལ་བསྟན་སྐོར་ལ་ཟ་བྱུང་ན་དཔེ་ཐོག་སོང་དཔེ་ཐོག་མ་སོང་ཞེས་ཅིས་འདང། ད་ནི་དཔེ་ཁྲིད་དགེ་རྒན་དེ་ལས་ཚོད་འདས་བཟོ་འདྲ་བོ་ཞིག་ཡོད་རེད་ད་ལས་སོང་ང་གཅིག་ཟེར་དེ་ད་ལྟ་གྲྭ་ཚང་ཁག་ཁ་ཤས་དང་བཤད་གྲྭ་ཁག་ཁ་ཤས་ལ་རག་མེད་འཇོག་འདུག་ཐེངས་གཅིག་གླས་ནས་དེ་ནས་ཆད་སོང་ལ་ཉེ་འདུག་ན་དེ་ཚོ་གནས་སྟོང་གར་ཆག་རེད་ཟེར་ཅིས་ཤོད་ཨེ་ཡིན།

དང་གནང་བཞིན་གྱི་དེ་ནི་མི་དག་འདི་གར་འཚོགས་པ་རེད་འདི་གར་འཚོགས་པའི་ལ་ས་ཡ་སུམ་ཅུ་སོ་གཅིག་ལྷག་སུ་ཞག་ཆ་འདུག་འདི་ག་འཚོགས་པ་ས་རྒྱ་བཟོ་ཉོ་སོ་ཆེ་ནི་ལོ་ཕ་ཆེ་ལོ་མ་ཁོ་ཟེར་ན་འགྲིག་གོ་ར་ཁག་འགྲོ་ཡོང་ན་ལོ་གཅིག་ལྷག་འགྲོ་ཡོང་མ་རེད་ས་རྒྱ་ཆེ་ནི་ད་དེ་འདྲ་ས་ས་ཡ་སུམ་ཅུ་སོ་གཅིག་ལངས་ཏེ་སྦྱིན་ཚེ་གར་བྱས་ནས་ཞག་རེ་ག་བ་འོ་ན་འདི་གར་ས་བ་ས་རྒྱ་རེད་བས་ཅི་རེད་ཟེར་ཏེ་དྲི་བ་ཅི་ཡིན་དེ་གོ་ལོ་རྩིས་འགོ་བཅུ་གཉིས་དེ་རེད་ད་ཆ་སྟོང་སྡེ་དེས་པ་ཏྲ་བཟོ་ཡ་དེ་ངས་སྔོན་མ་ཆོས་རིག་བཀའ་ལན་ལ་ཞུས་མྱོང། གང་ཡིན་ཟེར་ན་བཀའ་གཏད་དུས་ཆེ་རྒྱུད་ཆེན་པོ་སོ་སོ་སོ་སོ་གིས་དེ་ནས་ག་རེ་ཟེར་ན་ཕྱིན་རྒྱུན་གཉིས་བདུན་རེ་དང་ལྟ་གྲུབ་གཉིས་བདུན་རེ་དེ་ཚོ་ཤུགས་དྲིལ་བྱས་ཐོག་ནས་ཡག་པོ་འདུག་དེ་ཚོ་ཡོང་པ་དབྱིན་ཇིར་བརྗེ་ཐོག་ན་མ་འོངས་པ་དེ་ནས་ཕྱི་རྒྱ་དེ་ཚོ་ལ་བོད་ཀྱི་ཕྱི་དུས་རུས་རྒྱུད་དེ་ཚོ་ལ་ཡག་པོ་ཟེར་རེ་ལ་ཨ་ཚེ། འབད་བརྩོན་བྱེད་ཀྱི་ཡིན་གསུངས་སོང། དེ་ལྟར་པར་སྒྲིག་བྱས་ཡོང་བ་ག་ལ་གང་ཟག་བཞག་འདུག་དེ་ལྟའི་ད་ལོ་དེ་ཤུགས་སྒྲིག་བྱས་ན་པར་སྒྲོག་བཟོ་ཡག་གི་ཆ་ཟེར་རེད་པས་མ་རེད་བས་ཟེར་ཅི། ཡང་གཞན་པ་དེ་ཚོ་ད་གཟི་བརྐོ་ནང་འདུག་གཟི་བརྐོར་ཆ་ཤས་ལས་གི་ཡིན། དེ་དང་མཉམ་དུ་ཤེས་ལྡན་པ་གཅིག་དེ་ག་རེ་བྱུང་ཟེར་ན། ད་ཁ་ཚང་སྐུ་སྒུལ་གཅིག་གིས་དེ་ནི་ལྷ་ཡིན་ཐུགས་ཆེ་བ་འདྲེ་ཁོ་ཐག་ཆེ་བ་བྱེད་དགོས་རེད་གསུངས་སོང་དེ་ངས་རྒྱག་ཆ་ཅང་ངེས་འཛིན་བྱེད་ཀྱི་ཡོད། ལྷ་ཡིད་ཆེས་པ་བྱེད་བ་དང་འདྲེ་ཁོ་ཐག་བྱེད་དགོས་ད་དཔེ་གལ་ཆུང་པོ་རེད་སྔོན་མ་ལ་ཡང། ལྷ་ཡིད་ཆེས་པ་དང་འདྲེ་ཁོ་ཐག་བྱེད་པ་བྱས་བ་རེད། འཇུན་པོ། དག་སུན་འབྱིན་པོ་ཁྱེད་ག་ལ་ཡིན་ཨོ་མ་ཧོ་ཁྱེད་བསྡད་ཅེས་ཟེར་ངེས་འཛིན་ཡོད་རེད་ཡིན་ན་ཡང་བཀའ་སྤྱི་གཉིས་ཆ་གི་སྐབས་དེ་དུས་ཀྱི་ངེས་འཛིན་ཆེས་མཐོ་ཡོད་མ་རེད་མ་འོངས་པ་ཡོད་དེ་དུས་དེ་རིང་ནོངས་བཞིན་གྱི་དེ་ནས་ལྷ་ཡིད་ཆེས་པ་འདྲ་ཁོ་ཐག་བྱས་པ་ཡིན་ན་བཀའ་སྤྱི་གཉིས་ཀྱི་ལག་ལས་ཆོས་རིག་དཀའ་ལས་ཀྱི་རྟགས་མཐོ་གི་རེད་བས་མཐོ་གི་མ་རེད་ཟེར་དེ་ངེས་འཛིན་ཞུ་གི་ཡོད།